ཡར་བརྗོད་ལས་ཚང་མ་ལ་དེ་ནི་ང་དགེ་སློང་བློ་བཟང་སྟངས་འཛིན་དེ་ནི་ངེད་ཅག་འདི་ག་གཡང་སྐྱར་ཕེབས་པ་མ་ཐུགས་རྗེ་ཆེ་ཞུ་ཡིན་དེ་ནི་དེ་རིང་དེ་ནས་ང་ངེད་ཅག་ཀུན་ལ་ཅི་ཞུ་ཡིན་ཟེར་ན་དེ་ནི་ང་དང། ད་ཅིག་གི་ང་དང་ཚེ་འདས་ད་ཚེ་འདས་སྟོན་ལ། ད་ཡང་ཚེ་འདས་ད་བར་དོའི་ནང་བཞུགས་ཀ་ནི་བར་དོའི་ནང་ཡོད་ཀ་ནི་ང་དེ་ད་སུ་དང། ད་ཀྲོང་ཟེར་ཡོད་འགྲོ་ཧ་ལ་ལེ་ད་ང་དང་ད་མི་ཀྲོང་ང་ནོག་པོ་ད་ང་དང་དེ་ནི་ཀྲོང་ཙ་ན་དེ་ནི་ཁོང་གཉིས་སྟོན་ན་ང་དང་མོ་ལམ་དང་དེ་ཚོ་མང་པོ་ཞིག་སྟོན་ན་ནོག་ཧ་ལ་ལེ་དེ་ཚང་མ་བཅས་སྟོན་ནས་ནོག་དེ་ནི་དེ་ནི་ཁོང་ལ་དེ་ནི་ཆོས་པ་ད་ཁོང་ལ་མོ་ལམ་ག་ཟུག་ག་བལྟ་དགོ་ཟེར་ནོག་ཁོང་གཉིས་སྟོན་ན་དེ་སྐོར་དང་དེ་ནི་པར་དོ་ཡི་སྐོར་ཅིག་དང་དེ་ནི་ང་དང་ད་གཙོ་བོ་དེ་ང་དང་ད་ཚེ་ཚེ་ཐར་ལ་ཚེ་ཐར་ལ་དེ་ནི་ང་དང་བསམ་པ་འགའ་ཟུག་ཅིག་འཁུར་དགོས་ཟེར་ནོ་ང་དང་ཅི་ཅིག་སྤྱོ་བོ་ཟེར་ནོ་ཅི་ཞིག་མ། མ། ད་སྤྱོ་ཆོ་ག་མེད་ནོག་ཟེར་ད་ཏེས་སྐོར་ལ་ངས་ཉུང་ངུ་ཅིག་བཞིན་དེ་ནས་དག་ས་བར་དོའི་གི། ད་ཅིག་སྨོན་ལམ་བཏབ་ཚུལ་དང་ཏེ་ཙོས་པོ་ཨེ་ནི་དག་ས་ཨི་ཡིན་ད་ང་ཡིན་དགོན་པའི་ད་བཀྲ་ཤིས་ལུང་པའི་དགོན་པའི་འདུག་སྤེལ་གཅིག་འདུག་ཕིང་སྟོད་རྒྱ་དེ་ནས་ལྡེའུར་རྩོམ་པ་པོར་གཙོ་བོ་དེ་ནས་དག་ས་ང་རང་བཟང་སྒར་ན་བཞུགས་སྤེལ་དེ་ནས་དགེ་བའི་བཤེས་གཉེན་ཆེན་པོ་དེ་ནས་ང་རེ་རྒན་བཀའ་བྱན་བློ་བཟང་ཤེས་རབ་ལ་ཟེར་མཁན་དེ་རྒན་ཁོང་བཞུགས་སྟོད་དེ་ནས་ཁོང་ངེས་འདུག་བརྩམས་པ་ཛར་དེ་ནོག་གཙོ་བོ་དེ་ནས་ང་དང་གཙོ་བོ་མི་མང་ཡིན་ཕེ་ད་མི་མང

ཁོང་གིས་ད་བཀའ་སློབ་ཅིག་འདུག་ད་ང་ད་བསམ་བློ་འཁུར་བཟོ་དང་བལྟས་ཚོ། དེ་ཚང་མ་ངས་ད་ཅིག་ཉན་ཚེ་ང་རང་དེ་ཡིག་ཐོག་ན་ང་རང་ཡིག་ག་བྲིས་ཏེ་དེ་ནས་ང་འདུག་ཅིག་ཞུན། དེ་ནས་ཚང་མས་དེ་ནས་མཇུག་ཚུགས་པ་དེ་ནས་བལྟ་ཛ་དེ་ནས་བདེན་པའི་རང་ཨི་ཉིན་ཐུང་པོ་པྲོག་ཤ་ཟི་ངེད་ཅག་ལ་ཕན་ཐོག་མ་ཆེན་པོ་ཡོད། དེ་ནས་ངས་འདྲེན་པ་ངེད་ཅག་ལ་ཕན་ཐོག་ག་ནོག་བསམ་ལགས།

ད་ཨར་ད་གྲོང་ཁར་བུ་དཔར་སྟོན་ནང་འདུག་ཟེར་སྐྱ་དེ་ད་ཁོ་དང་རི་ངན་གཉིས་སྒྲུང་དང་དེ་ནས་མཛའ་བོ་མཛའ་མོ་དེ་ཚང་མས་དེ་ནས་ང་དང་མོ་ལམ་དང་དེ་ནས་ང་དང་གིས་ད་ཅིག་ད་དགེ་སྦྱོར་མང་པོ་ཅིག་དེ་ནས་ང་དང་ས་ག་ནོ་ཧ་ལ་ལས་མོ་ལམ་སྟོན་བཅས་དེ་མ་ནི་ཀྲང་བཅས་དེ་ཚོ་ལ་ད་ང་དང་ཝང་དང་བཅས་ད་མི་འདྲ་མི་འདྲ་ཆོ་ག་དང་ང་དང་ད་མི་འདྲ་མི་འདྲ་ད་ད།

ཁོང་ལ་དགེ་བ་དང་ཉུང་ངུ་གཅིག་བྱུང་ན་དེ་ནི་ཁོང་ཡང་མི་ལུས་ཅིག་ཐོབ་བྱ་ཞེས་ད་རེ་བ་དང་དེ་ནས་གཅིག་ཡང་ལྷ་ཀླུའི་དེ་ཀོ་ལ་ད་བཟང་ས་ཞིག་ལ་སྐྱེ་བྱ་ཞེས་རེ་བ་ཡོད་ན། དེ་ང་དང་ཁྱོད་ཟེར་ཨི་ན་ང་དང་དེ་ནས་ཁྱོད་དང་དེ་ན་ང་དང་སྨོན་ལམ་དང་དེ་ཚོགས་མ་ནི་དྲང་ཟེར་དེ་ནི་ང་དང་ཁོང་དེ་ནི་ད་ཅིག།

གསུར་དང་སུ་དེ་ནས་ད་གསུར་པོ་བཅས་དང་ཟེར་ནོ་ད་ཕར་སྐྱེལ་དང། ངེད་ཅག་ད་མང་སྐྱ་ཁྱེར་ཉོས་འགྲོ་ཧ་ལ་ལེ། ཡིན་ནའང་ད། ཕར་སྐྱེལ་ད། ཁ་ཅིག་ད་གཅིག་གཉིས་ཤིག། ཡོད་འགྲོ་བསམ་ལ་ད་བར་དོའི་ནང་བཀུག་ཡིས་ད། ལྕེ་ཡ་ཁོང་གསུར་དང་ཟེར་ནོ་ཟེར་བྱས་སོ་ཧ་མ་གོ་ག་ཅིག་ཡོད་སྲིད་པ་ཡིན་ནོ་བསམ་ལ་ཡ། ཁོང་གིས་བཏོན་ན་ཅིག་བཞུ་ན། དེ་ནས་ང་ཐང་ཡ་ཐང་ང་ཐང་ཀྲོང་ཟེར་ན་དེ་ནས་ཐང་ང་ཐང་ཀྲོང་ཟེར་ན་དེ་ནས་ང་ཐང་དབང་པོ་གཟུགས་ཅན་དེ་ནས་བདག་ས་ང་ཐང་མིག་ན་གཅིག་ན་གཅིག་ལ་དེ་ནས་ལོངས་སྤྱོད་ཉན་གང་ཟེར་ན་ཐང་ང་ཐང་གཅིག་ན་གཅིག་མཐོང་ཉན་གང་གཅིག་ན་གཅིག་རེག་ཉན་གང་གཅིག་ན་གཅིག་གི་ཁ་སྤེ་ར་ཚོར་ཉན་གང་ད་དེ་ཚང་མ་འགག་རང་ནོག་ད་མེད་གང་འགྱུར་དེ་ནོག་དེ་ནས་ཁོང་གི་དེ་ཅི་འགྱུར་ར་ནོར་ཟེར་ན་ད་ཁོང་གིས་ཨིག་གི་རང་བཞིན་འབྱིན་གྱི་གླུ་ཤིན་ཏུ་ཕྲ་བ་ཞིག་ཡོད་ཀྱ་ཟེར་ཨིག་གི་རང་བཞིན་འབྱིན་གྱི་གླུ་ཤིན་ཏུ་ཕྲ་བ་ཟེར་ད་ཕེད་ལུས་ད་དབང་པོ་ཡོད་དེ་ནོར་དེ་དབང་པོ་དཔའ་ཕྲ་མོ་ཅིག་ཁོ་རང་ད་ད་ལས་དང་དབང་གིས་བསྒྲུབ་བཞག་པའི་ཁོ་རང་ཡང་བར་དོའི་ནང་གི་སྐྱེ་བ་ཁོ་རང་ཡིན་ད་ལུས་ཅིག་ཁོ་རང་ཡོད་དེ་ནོར་སང་ལུས་ཅིག།

ཟུར་བཏང་སྟེ་དེ་ནས་ཁོང་གིས་དེ་ནས་མཚན་པོ་ཕིང་སྟེ་དེ་ནས་ང་ད་ལྟ་ངོ་སོའི་རྒྱུ་མཚན་པོ་ཅི་ཡིན་ནོ་ཟེར་ན་དེ་ནས་ང་ད་ཇི་ད་ངའི་པར་དོན་ནང་ཁུག་ལ་མི་ད་དཀྲོག་ཤེས་མང་པོ་ཡོད་དེ་ནོག་ད་པར་དོན་པ་པར་སི་པ་ཟེར་རང་ནོག་ད་ཁོང་ཚང་མ་ལ་སོང་ཡང་མི་ད་མི་ལོག་པ་ད་པར་སི་པ་དཀྲོག་ཤེས་མང་པོ་དེ་ནང་ཁུག་ནས་བང་ཆེན་མོ་དཀྲོག་ཤེས་མང་པོ་ཡོད་དེ་ནོག་བང་ཆེན་ད་སྟོབས་ཆེན་མོ་ཅན་དང་ད་པར་དོན་ནང་ཁོ་རང་ཡང་ད་དུ་ད་ད་གི་རི་ཁྲབ་ཁ་ན་ཡོད་སྲིད་པ་ཡིན་ཀྱང་ད།

ཉེས་པའི་རྟགས་དྲུག་ད་བར་དོའི་གནས་སྐབས་སུ་ཉེས་པའི་རྟགས་དྲུག་ཡོད་ཟེར་ད་ཅིག་ཉེས་པ་ཟེར་རྟགས་དྲུག་ཡོད་ཟེར་ད་ཅིག་གསུངས་འདུག་སོང་ལེ་ད་ལྟེའུ། ཅིའི་ནོག་ཟེར་ན་ཨ་མའི་མངལ་དང། དེ་ནས་རྒྱ་གར་རྡོ་རྗེ་གདན་དང་དེ་ནས་རྟེན། བྱིན་རླབས་ཅན་རྣམས་མ་གཏོགས་གཞན་ས་རྡོ། ས་རྡོ་བྲག་རི་སོགས་གང་ལ་ཡང་ཐོགས་མེད་དུ་འགྲོ་བ་ཡིན་འགྲོ་བ་ཡིན་ཟེར། ད་ང་ད་ཅི་ཡོད་བྱ་ཟེར་ན་དེ་ནས་ང་ད་ད

སོགས་ལ་དམ་བཤད་ཀྱང་དེ་དག་གིས་མ་གོ་བ་ལན་མི་ཟེར་བ་དང། ད་རང་གིས་ད་ཅིག་བ་གཉེར་འདུག་ཟེར་ན་ད་རང་རང་ད་མཛའ་བོ་མཛའ་མོ་དང་དེ་ནས་རང་ཉིད་ད་ཨ་ཕ་ཨ་མ་ཡོད་ན་མེད་ན་ད་སུ་ཡོད་ན་ད་ཅིག་ཡོད་ན་ད་ང་ད། ཁོང་ང་སྤེ་ར་དང་བཙལ་ན་ཁོང་གིས་ང་དང་ལེན་སྤྲོད་ད་མིན་ནོ། ཁོང་ང་ང་དང་སྤེ་ར་དང་བཙལ་ན་ཁོང་ང་འཚོ་ར་མིན་ནོ་ཟེར། ད་ང་དང་དེའུ་ཚང་མ་རྒྱུགས་ཟེར་དེ་ང་ལ་ད་དེའུ་ཡི་ཨི་ཙོ་དཀའ་ངལ་ཅིག་ཡོང་ཨ་རྒྱག་ད་ང་དང་པར་དོ་ནང་སླེབས་བཙལ་ན། དེ་ནས་ཉི་མ་དང་ཟླ་བ་སྐར་མ་སུ་མི་མཐོང་བ་ད་ང་དང་པར་དོ་ནང་བསྐུར་ལ་ཉི་མ་ཟླ་བ་སྐར་མ་ནམ་ཡང་མཐོང་མཐོང་མཐོང་ཨ་མེད་རྒྱག་ད་སོང་ཨ་ལེ། དེ་ནས་བཞི་པ་དེ་ནས་ད་ང་ད་རྐང་པ་སྤོ་ཏུ་དང་དེ་ནས་སྤོ་ཚ་ན་དེ་ནས་ང་ད་རྐང་རྗེས་དེ་ཚོ་ཐོན་འབི་ང་མེད་ནོ་སོང་ནོ་སོང་ཡ། དེ་ནས་ལྔ་པ་དེ་ནས་མིག་དང་ན་དང་ན་བ་དང་ན་དང་ལྕེ་དང་ལུས་བཅས་ཀྱི་དབང་པོ་ང་ཚང་ཡང་ལུས་ལ་དྲི་མ་མི་འབྱུང་བ་དང། ད་ང་ད། ཁོ་རང་ང་ལྟར་གཟུགས་ཁོ་རང་གཟུགས་པོ་ལྟ་ཙམ་ན་ང་ལྟར་ང་ལྟར་གཟུགས་པོ་ལྟ་ཙམ་ན་ང་ལྟར་གང་མ་ལྷག་པ་ཚང་མ་མཐོང་ཀྱང་ཡིན་ན་ང་དེ་ཉི་མ་ཕོག་ཙམ་ན་ང་དེ་གྲིབ་ཉག་པོ་ད་འདུག་ཡོང་ང་མེད་ཀྱང་སོང་བ་ནས་ད་གྲིབ་ཉག་ཐོར་བ་འདི་ཚོ་མཐོང་མིན་ནོ་གསུངས། དེ་ངར་ངོ་ཤེས་མེད་ཀྱང་ད་ལྟ་ཟག་བཅས་ཀྱི།

ཆེད་འཛེར་སྐྱང་པོ་ང་དང་གསུང་རྒྱུ་ཟིན་མེད་དེ་ནོ་ཟེར་ར་ནོག་པ་ལ་ལས། ད་འོ་དེ་ཡིན་པ་སང་དེ་ནས་ང་དང་མགོ་མ་ནས་ད་དལ་བཅོག་ཟེར་ནོག་པ་ད་ང་དང་སྨག་ཅིག་བཏང་ཙར་ན་ད་ཅིག་བམ་འཕང་ཅག་ཡིན་ན་བམ་ཁྱོང་གོ་ཟེར་བོར་གོ་ཤག་ནས་བམ་ག་ནས་ཁྱོང་ཁྱོང་གོ་ཤག་བམ་ག་ཚོགས་འཕང་གོ་ཤག་ཟེར་ག་ཚང་མ་ང་དང་སང་ང་ལ་བཤད་གོ་ཟེར་ནོག་པ་འོ་དེ་ཚོགས་ལ་ད་ང་དང

ཨིན་ཅིག་གཙོ་ཞིག་འདུག་སོང་བ་ལས་ད་གཟར་པིག་མ་པ་ད་མ་སོང་ད། དེ་ནི་ཁོང་གིས་ད་འདུག་བར་དོའི་ངོ་སྤྲོད་ཙི་རེད་ད་ཁོང་གིས་ཡང་བཀའ་སློབ་ཅིག་འདུག་སོང་བ་ནི། བར་དོའི་བཤད་ཁྲིད་ཅིག་ད་གནང་ཙ་ན་དེ་ནི་ཁོང་གིས་ད། བཀའ་སློབ་དེ་ཙོ་ཞིག་འདུག་དེ་ག་ན་ཁོང་ཅི་ཞིག་འདུག་ཟེར་ན་ང་ད། ང་ད། ད་ང་ད་ཤི་ཙ་ན་སོང་བ་ལས་ད་ད་ཚང་མ་ཤི་ཅག་ནོག་པ་ལ་ལས། ད་ང་ད་ཤི་ཙ་ན། ཙམ་ཞིག་དེ་ནི། ཤཱན་ཏི་ཡོད་ན་ད་མ་ལབ་ད་དོན་དག་ཁོ་ང་དང་ཙམ་ཞིག་ཁུ་སུམ་པོ་ཡོད་ན་དེ་ཙམ་ཅིག་རྡེ་ཨ་ཡོད་ཀྱང་སྲིང་ནོ་སོང་ནི་ཅི་ཡོད་ཀྱང་རྡེ་མོ་ཡོད་ཀྱང་ང་དང་ཙམ་ཞིག་ཁུ་སུམ་པོ་ཡོད་ན་སོང་ཨ་ནི་ཨོ་དེ་ཅིག་རེད་ནོ་ད་དོན་ང་དང་ད་ང་དེ་ལ་དང་ནང་ཁུ་ལ་དེ་ནས་འབྲོག་ཤི་དང་ཡེ་ཙོང་མང་པོ་ཡོད་ད་ནོ་ད་ང་དང་མི་ཅིག་ཀྲོང་མ་གཅིག་ན་དེ་ནི་ང་ད་ལྟ་སྒྲོག་བཤད་ངུ་བཅལ་དང་ད་ལྟ་ཚོགས་མང་པོ་ཡོང་ནོག་པ་ཧ་ལ་ལས་ད་ད་ང་ད་གཟིགས་པ་ང་ད་ན་ད་སྡུག་བསྔལ་ལའང་ཡོང་ནོག་པ་ད་ང་ད་རང་རང་མདུན་ལ་ད་གཅིག་བརྩེ་བ་ཡོད་པའི་མི་དེ་ནི་ཆ་ཙམ་ན་སུ་ལ་ངུ་བཅལ་མི་ཡོང་ཧ་ལ་ལས་ཡིན་ནོག་པ་ཡིན་ནང། ཁོང་ང་ང་དང་ངུ་དཀར་པོ་ཁོང་ལ་ཕ་ན་ནོ་ཟེར་ན་པར་ཕ་ན་མིན་ནོ་ཟེར། དཀྲུག་ཤིང་ནོ་ད་ནོ་ཟེར། ག་ཟོ་ནོ་ད་ནོ་ཟེར་ན་དེ་ནི་ཁོང་ད་ཁོང་མི་ཡིན་ནོ་ད་བར་དོ་ན་ཁོ་དུག་ཁོ་རེ་ནོ་རྒྱག་སོང་ཨ་ནི་བར་དོ་ཁོ་རེ་ནོ་ཁོ་སྔར་ལ་ང་དང་ནམ་རྒྱུན་ན་དེ་ནི་ནང་ང་ཡོང་ང་ཚོ་ལ་ཁོང་ཡོང་ང་རྒྱག་ནུས་བདུན་ལ་ཡོང་ང་རྒྱག་ཡོང་ཙ་ན་ང་དང

ཧབ་ལྟ་ཅི་ངེས་ཞིག་སོང་ཟེར་མས་ནས་བསམ་བསམ་རིག་དེ་ཚོ་ཚོར་བ་ཅིག་ཡོང་ལ་ཡིན་ནའང་མེར་སྐྱ་དང་ཁོང་བདག་ནང་གྲོང་ཁ་ནས་མི་ཡིན་ནོ་སོང་ནས། བདག་ནང་གྲོང་ཁ་ནས་མི་ཡིན་ནོ་ཙང་མེར་སྐྱ་གི་ངུ་སྐད་དེ་ཚོ། དེ་བས་དཀྲོགས་ཤིང་བཟང། པ་རྒྱ་གླིང་མི་འདུག་ཨ་ལེ། ཧ་ལེ་ལེ་ཨོ་དེ་ཚོ་ཞིག་ང་དང་ཨ་ད་ཙམ་ཉན་ཉན། ང་དང་དེ་ཚོ་ཞིག་བཅོས་ན། ཁོང་ལ་ཕ་ན་ནོ་ཁོང་ལ་ནོ་དང་མེ་ནོ་ཁོང་ལ་སྡུག་བསྔལ་མེད་ཀྱང། སོང་ཨ་ལེ། ང་དང་ཡང་ཡོང་མི་དང་ཡང་ང་དང།

གཏེར་ཚོགས་ཕན་ཐོགས་ཆེན་མོས་ཀྱང་གསུང་དུ་དབང་ཞུས་ན། གསང་བ་ནི། ད་ལྟར་གཏེར་ཚོགས་ཁ་སྤོས་ནང་བར་ལས་ལ་ལྟ། ད་ཅི་ད་ལྟ་དབང་ཞུས་ཅེས་གསང་ལྟ་གཏེར་ཚོགས་མ་འབྱུང་ན། ང་དང་གཤིས་ཀ་མ་ལགས་སེམས་བུ་གཙང་མ་བཅོས་ཟེར་གསང་བ་ནི་གྲོགས་བདེན་པ་སེམས་གྲོགས་ཤར་གཙང་མ་བཅོས་ཟེར། འབྱུང་རང་གི་བླ་མ་རང་གི་བླ་མ། ཨི་ལ་ཁོ་རེན་ཙིག་སོང་བ་ནི་རང་གི་བླ་མ། རྟ་རྒྱུག་ནཱ་ཏཱི་ང་ཐང་རྒྱལ་བ་རིན་པོ་ཆེའི་དང་དེ་ནི་ང་ཐང་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ། རྒྱལ་བ་རིན་པོ་ཆེ་ཨི་ལའི་སྤྲིན་ནི་རྒྱལ་བ་རིན་པོ་ཆེ་དང་འཕགས་པ་སྤྱན་རས་གཟིགས། རྒྱལ་བ་རིན་པོ་ཆེ་དང་སྟོན་པ་ཐུབ་པའི་དབང་པོ། རྒྱལ་བ་རིན་པོ་ཆེ་དང་ད་ང་ཐང་གི། ད་གཅིག་སངས་རྒྱས་ཨོ་བ་མས་དང་ད་ཁོ་ངོ་ཨེར་མེད། ཁོང་གཉིས། རྒྱལ་བ་རིན་པོ་ཆེ། ད་གཅིག།

དེ་ནས་མི་གཅིག། ཤ་དཀར་འཇིགས་འོ་ད་ཁྱེད་རང། ལ་མ་སྒོམ། ད་ཁྱེད་རང། བྱིས་སྟོང་ལ་སེམས་མ་ཆོག། ཁྱེད་རང་ཚེ་རྟིང་མ་མི་ལོ་བཟང་པོ་དང་ལྟེ་ཚོགས་ཐོབ་བྱ་ཞིག། མོ་ལམ་རྒྱོབ་ཟེར་ལྟེ་ཚོགས། ད་ཅིག་སྤྲོག་ཞིག་ཡོད་ན་ནི་སྤྲོག་ཆལ་དང་ཕ་མདོག་ཆེན་མོ་རྒྱག་ཟེར་ར་ནོག་སོང་ཨ་ལེ། ལྟེ་ཚོགས་སོང་འདུག་ད་རི་མོ་ཆེ་གི་སོང་ཨ་ལེ། ད་ལྟེ་ནོག་སོང་ཨ་ལེ། ད་ཡ་དེ་ནས་ད་ང་ད།

ད་ཅི་དང་པར་དོ་སྐོར་འཛིན་ན་གྲོགས་ཆོས་ནི་བཞུད་ཆོས་མང་པོ་ཡོད་དེ་ནོག་དེ་ཡིན་ན་ངས་བདག་ས་རྡོར་རྡོར་གྱི་ང་དང་རྫི་ཅིག་ཧ་གོ་ག་ཞིག་ཧ་ནི་གནད་འགག་གནད་འགག་ཆེན་མོ་ཅིག་ཅིས་མི་འཛེར་ཆ་ཏེ་འོ་དེ་ནི་ངས་བཞུད་ཟིན། དེ་ནས་དེ་ན་ཡིན། དེ་ནས་ཡང་དེ་ནས་རྟིང་མ་ནས་ཡང་དེ་ཙོག་ཙིག་ཉིན་ཐུང་དེ་ནས་མང་པོ་དེ་ནི་ངས་ད་བྱོན་ངས་བྱས་དོན་ལ་དེ་ནས་དེ་ནས་ངས་བྱ་ཚང་མས་དེ་ནས་ང་ལ་རྒྱབ་སྐྱོར་ཆེན་པོ་དང་དེ་ཙོག་རྫ་རྒན་ཚང་མ་ལ་ཐུགས་རྗེ་ཆེ་ཞུན། དེ་ནས་བདག་དག་ས་ཉེ་ཡི་དང། དེ་ནས་ཕྲེང་བའི་སྐོར་ལ་ཅིག་ཞུས་པིན་དག་ས་ང་སྟེ་ནག་པོ་ལ་ད་ཡང། སྤེ་ར་མང་པོ་ཅིག་ཞུ་བྱ་ཞིག་བླུ་ཟུག་ཚེ་ཅི་ཧ་ལ་ལས་དེ་ཡོ་ངས་ཐོ་རེ་ཞིག་ཡང་ངས། next week ད་རྟིང་མ་ཧབ་ཏེ་ན་དེ་ནས་ངས་ད་ཕྲེང་བའི་སྐོར། ནས་ཚན་ཉིས་པ་ཟེར་རེད་ད་དེ་ཚན་ཉིས་པའི། ཟེར་རེ་དང་ངས་དེ་ཁ་ཁྲིག་ཤ་དེ་འདག་ས་ང་དང་ཆུབ་བཤད་སྐོར་དང་དེ་ཚོ་འདག་ས་ངས་ཆུབ་བཤད་སྐོར་དེ་ཚོ་ལ་ངས་འདག་ས་རྩེ་གཅིག་བཀྲིས་ཉོས་ད་ལ་ལས་འདག་ས་ང་རང་ཨེ་བསམ་རྒྱུར་ཞིག་མེད་སོང་བ་ལས་ད་དེ་ཚང་མ་ངའི་རྟིང་མ་དེ་ནས་ཉན་ཐུག་ན་བཞིན་བསྡད་ན་ཡིན་དེ་ནས་ཚང་མ་དེ་ནས་ད་ཅིག་ཐུགས་མོལ་གསོལ་བས་དེ་ནས་མ་དེ་ནས་རེ་བ་ཆེན་མོ་ཡོད་དེ་ནས། སྟེང་མ་མ་སྦྱར་ཚུགས་པ་ཚང་མ་དེ་ནས་སྐུ་ཁམས་བཟང་པོ་སྐྱིད་པོ་ཧ་ཧ་ཧི་ཧི་ཟེར་རེ་བཞུགས་པའི་སྨོན་ལམ་ཡོད། ཡ་བརྒྱུད་ལས།